ཨ་ནི། བརྙན་ཐུང་དེའི་བརྗོད་གཞི་ག་རེ་སྐོར་ཡིན་པ་དེ་རྣམ་པ་ཚོ་ཕལ་ཆེར་ངེད་ཀྱི་བརྙན་ཐུང་གི་ད་ལྟ་མདུན་ཤོག་དེ་གཟིགས་བྱས་ནས་ཧ་གོ་ཚར་ཡོད་རྒྱུ་རེད། གང་ཡིན་ཟེར་ན་ད་ལྟ་ངེད་ཅག་ང་རང་ཚོ་གི་སྤྱི་ཚོགས་དྲ་ལམ་ནང་ལ་ཡ། མོན་བཀོད་ཀྱི། ད་རྙོག་དྲ་ཅིག་འགྲོ་བསྡད་ཤག་འདིའི་ཐོག་ལ་ད་ལྟ་ང་རང་ཚོ་བརྙན་ཐུང་བཟོས་མཁན་ཁ་ཤས་ཤིག་འདུག་ཁོ་རང་ཚོ་གི་ད་ལྟ་འདི་ཐོག་ལ་བརྙན་ཐུང་བཟོས་ཤག་བརྙན་ཐུང་ཁ་ཤས་ཡང་ཅིག། དམིགས་བསལ་གྱི་ད་ལྟ་འདི་འདི་སྐོར་ལ་ཁས་མ་བཤད་བ་བྱས་འདུག་ཁོ་རང་ཕ་གས་ས་གནས་ལས་ས་ཐོག་ལ་ག་རི་རྙོག་དྲ་བྱུང་འགྱོ་འདི་འདི་འདི་གི་བརྙན་ཐུང་འདི་འདུག་ཕ་བིདྲོ་ནང་ལ་དག་ཤག་ཨེ་ང་རང་གིས་འདི་ཐོག་ལ་བསམ་བློ་གཅིག་འཁོར་བྱས་ནས་ང་རང་གིས་འདི་ཐོག་ལ་གཅིག་བཤད་བཤད་ན་བསམ་སོང་ང་དང་པོ་དེ་ང་རང་གི་བསམ་ཚུལ་དེ་བྱས་གཉིས་པ་དེ་ནི་ངེད་ཀྱིས་འབུལ་སྐུལ་ཞུ་ཡས་ཡིན་འབུལ་སྐུལ་འདིའི་རྟགས་ང་རང་ཚོ་བོད་རིགས་སྤུན་ཟླ་ཡོངས་ལ་གཅིག་ཞུ་ཡས་ཡིན་གཉིས་པ་དེ་ད་ང་རང་ཚོ་གི་ད་ལྟ་དམིགས་བསལ་གི་སྤྱི་ཚོགས་དྲ་ལམ་ནང་ལ་ཡ་གཅིག་ཆབ་སྲིད་དང་འབྲེལ་བའི་གི་བརྙན་ཐུང་བཟོས་ངན་ད་མང་པོ་ཡོད་ར་བ་ཁོ་ནང་ཚོ་ལ་ཡས་ནི་གཅིག་འབུལ་སྐུལ་གཅིག་ཞུ་ཡས་ཡིན་སོང་ཙང་ད་ལན་དེའི་བརྙན་ཐུང་དེ་ང་རང་གི་གལ་ཆེན་དོན་ཆེན་ཐོང་ཆེ་ནས་གཅིག་མ་ཞུ་ཤ་བ་ཡིན་ན་ཡང་གཅིག་ང་རང་ཚོ་བོད་རིགས་སྤུན་ཟླ་མི་གཅིག་གཉིས་ལ་ཡི་ཕན་ཐོག་བ་ཡིན་ན་ཁེ་ཕན་གི་རྒྱུ་གཅིག་ཆགས་གི་རེད་བསམ་ཆེ་ནས་ད་ལན་དེའི་སྐོར་ལ་ཞུ་ཡས་ཡིན་དེ་བརྙན་ཐུང་དེ་སྐོར་ལ་མདོར་བསྡུས་ཀྱི་ཞུ་བ་ཡིན་ན་ས་གནས་མོན་གོར་ལི་ཡ་ད་ལྟ་ང་རང་ཚོ་གི་ད་ཆོས་ལུགས་སྤྱི་འཐུས་གཉིས་འདུག་བ་ས་གནས་ས་ཐོག་ལ་ཕེ་ཤར་བ་རྣམ་པ་ཚོ་གི་ཟིག་ཡོད་ཀྱི་རེད་ཕེ་ནས་ཁོ་རང་ཚོ་གི་བ་གའི་ཚོགས་འདུ་ཆྐོང་གནང་ཤག་ས་གནས་འགོ་འཛིན་གྱི་རེད་བ་ཚོགས་འདུ་དེ་གི་ནང་ལ་ཡང་མི་མང་པོ་ཞུགས་ཅིག་ཕེ་བསྡད་ཤག་ས་གནས་མོན་གོར་གྱི་མི་མང་པོ་ཕེ་ཤག་ཨན་དེ་ནང་ལོག་ནས་ཡ་ནི་ཅིག་ཚོགས་འདུ་དེ་དབུ་འཛུགས་མ་ཞུགས་དངོས་ལ་ཡ་ཨན་ད་ལྟ་གང་ཟག་ཅིག་གི་ད་ལྟ་རྣམ་པ་ཚོ་ཟིག་ཡོད་ཀྱི་རེད་འདུག་ཇོ་ལགས་ཁྱེད་དེ་ངས་ཨ་ཁུ་ལགས་ཤི་འདུག་ཨ་ཁོ་རང་གི་འདུག་ཟོ་ད་མ། ཡི་གེ་འདྲ་བོ་ཞིག་བཀྲམ་བྱས། ཨ་ནི་བཀྲམ་བྱས་ནས་ཕ་གའི་ཚོགས་འདུ། འགྲོ་བཞིན་པའི་སྐབས་དེ་ལི་ཡཱ་ཁོ་རང་ཡར་ལངས་ལག་པ་བརྐྱངས་བྱས་ནས་ཨ་ནི་ཅིག་མ་ཤེས་ཡས་ཀྱི་ཐབས་ཤེས་བྱེད་ཀྱི་འདུག་ཡིན་ནའི་ཁོ་ལི་ཡཱ་ད་ལྟ་ཚོགས་འདུ། གཙོ་འཛིན་སྣ་ལྔའི་གང་ཟག་དེ་ཀྱིན་ཁོ་རང་ལས་སྡུག་ཤེས་བཅུག་མི་འདུག་ཨ། ཤེས་མ་བཅུག་ཙམ་པ་ལ་འདི་འདྲའི་པ་རག་ཅིག་ལ་ཨ་ནི་ཡང་ཅིག་གིས། ཚོགས་འདུ་ཚོགས་ངེས་ཀྱིས་ད་ད་མི་མང་ནང་ལོགས་ནས། ཨ་ནི་ཅིག་གིས། མི་མང་ཁ་ཤས་ཀྱིས་ཡར་ལངས་ནས་ལག་པ་ལ་ཡར་ཁྲི་ཐག་ཁུར་བྱས་ནས་ཨ་ནི་ཁོ་རང་ཚོ་གི་ངོས་སྒོའི་ཚུལ་དུ་ལ་ཡར་ནི་ཅིག་ཁྲི་ཐག་དེ་གང་ལ་ག་རེ་ཁྲིད་ཤར་ལ་བ་ཡིན་ན་ཨ་ནི་ཆོས་དང་སྲིད་གཉིས་དེ་ཨ་ནི་ཁ་ཁ་འགོག་འདུག་ལ་ནི་གནས་ཚུལ་དེ་བཤད་ཀྱི་འདུག་ཨ་ནི་དེ་འདྲས་ཀྱི་པ་རག་ལ་ཡར་ཁོ་རང་ཚོ་གི་ད་ལྟ་མི་བཞི་ལྔ་ཅིག་འདུག་ཁོ་རང་ཚོ་ལག་པ་ལ་ཁྲི་ཐག་ཁྱེར་བྱས་ནས་ཁོ་ཚོ་གི་དེ་དེ་ནང་ལོག་ལ་ད་ཆོས་དང་སྲིད་གཉིས་ཁ་ཁ་འགོག་འདུག་ཨ་ནི་ཆོས་ལུགས་གཅིག་ཏུ་དེ་འགོ་ཡ་མི་འདུག་དེ་འདྲས་ལ་ནི་ཁོ་ཚོ་གི་ཁྲི་ཐག་དེ་ག་ལ་ཁྲིད་ཤར་ཨ་ནི་དེ་ཁོ་རང་ཚོ་གི་ངོ་རྒོལ་བྱེད་ཀྱི་བྱེད་ཀྱི་ལ་ཚོགས་འདུ་ནི་ཚོགས་འདུ་ཚོགས་ས་ཚོགས་ཁང་ནས་འདུག་སྨྲ་དོན་དུ་རྩམ་པ་ལ་ནི་ལེམ་སང་ཨ་ཅག་ཅིག་སླེ་བྱེད་ནས་ཕ་གི་ཟུར་ནས་རྒྱ་མི་གསོ་བ། ནི་ཁྱེད་ཚོ་རྒྱ་མི་གསོ་བ་ཡིན་པ་ཁྱེད་ཚོ་རྒྱ་མི་གསོ་བ་རེད་ཨེ་འདྲེ་ལ་ནས་ནི་ཨ་ཅག་འདི་དག་ད་ལྟ་ཇོ་ལགས་ཁྱི་དེ་ངས་ཇོ་ལགས་གཉིས་འདི་པ་ར་ལི་ཡ་ནི་ཅིག་འདུག་སྦི་རྒྱག་སྟངས་རེད་རེད་རྩེ། སྦི་རྒྱག་སྟངས་རེད་འདྲ་བོ་བྱེད་ཀྱི་འདུག་འདི་པ་ར་ལི་ཡ་ནི་ཅིག་ཕོ་སང་གཉིས་འདི་སླེ་བྱེད་ནས་ཨ་ཅག་འདི་རྒྱབ་རྩ་བྱེད་བྱེད་ནས་མི་དེ་ལ་ཡི་ཅིག་ལག་པ་བརྐྱང་ཡས་ཀྱི་ཐབས་ཤེས་བྱེད་ཀྱི་འདུག་བ། ད། གནས་ཚུལ་གང་ཚང་ཡིན་དྲན་འདྲ་བོ་ཅི་རེད་ཤག་ད་འདི་ཐོག་ལ་ཡང་ང་རང་གི་བསམ་ཚུལ་གར་འདུག་ལབ་བ་ཡིན་ན་ཇོ་ལགས་ཁྱི་དེ་ངའི་ཇོ་ལགས་དེ་གི་དང་གཞོན་ནུའི་འགྲོས་དེ་ག་རེ་ཆགས་སྐོར་ལབ་ན་ཕ་གའི་ཚོགས་འདུ་དེ་ད་ལྟ་ཁོ་གཞུང་འབྲེལ་ཐོག་ནས་ཕ་གའི་ད་ཕ་གའི་ཚོགས་འདུ་ཅིག་བསྐོང་ཡོད་རེད་ས་གནས་ས་ཐོག་ལ་ཡ་ནི་ཚོགས་འདུ་དེ་མ་ཅིག་གི་འཇམ་པོའི་ངོ་ནས་འགྲོ་བཅུ་ཡས་དེ་ཁོ་རང་གི་ལས་འགན་ཆགས་གི་འོ་རོ་དེ་པ་ར་ལ་ཡ་ཁོ་རང་ཚོ་ཚོགས་འདུ་བཀག་བྱས་ནས་ཁོ་རང་གི་ཅིག་ཤེས་ཡོད་ཅིག་བཤད་ཡས་ཡོད་ལ་ལག་པ་འཁྱང་བྱས་ནས་ཨེ་འདྲ་བྱས་ཡས་དེ། ཏག་ཏག་ཅིག་བསྡད་ཡོང་མ་རེད་བསམ་དགོས་དུ་ངེས་ཀྱི་ཡང་ན་ཕ་ཁའི་ས་ནའི་འགོ་འཛིན་ལ་སྐད་ཆ་བཤད་བྱས་ནས་རུ་བ་རྐུ་བྱས་འདི་ཚོགས་འདུ་ཚགས་པ་ཡིན་ན་ང་ཚོ་ལ་སྐར་མ་གཉིས་ཤིག་སྤྲད་རོགས་གྱིས་ང་ཚོ་འདི་ནས་ཡག་ཅིག་གསལ་བསྒྲགས་ཅིག་བྱེད་དགོས་ཡོད་ལ་ནས་དེ་ལབ་པ་ཡིན་ན་ལུགས་དང་མཐུན་པ་འདྲ་བོ་ཆགས་དགོས་རེད་བསམ་དགོས་དུ་ངེས་ཀྱི་རུ་བ་ཨ་ནི། དྲན་པ་ཁོ་རང་ཚོ་ད་ལྟ་མི་མང་ངོས་ནས་ཅིག། ད་ལྟ། མི་ཁ་ཤས་ཀྱི་ལག་པ་ལ་འཕྲེད་ཐག་གིས་བྱས་ནས་མི་མང་ནང་ལོག་ནས་འདུག་ཟེར་ཡ་ཁོ་ཚོ་གིས་ཞི་བའི་ངོ་རྒོལ་བྱེད་ཡས་དེ་ཚོ་ཁོ་རང་ཚོ་གི། དམངས་གཙོ་གི། ནང་ལ་འགྲོ་སྟངས་ཆ་དེ་འོ་རེད་འདི་ཁོ་ཚོ་གི་ཏག་ཏག་བྲིས་དགོས་རེད་བསམ་དགོས་དོན་ངེས་རོ། ཁོ་རང་ཚོ་ཁ་ནས་གས་མ་ལ་བ་བྱས་ལག་པ་གི་འཕྲེད་ཐག་དེ་འདུག་སྨ་བཏོན་ནས་དེ། དམངས་གཙོ་གི་འགྲོ་སྟངས་ཆ་དེ་འོ་རེད་ཨ་ནི་ཞི་བའི་གི་ངོ་རྒོལ་བྱེད་གའི་རྣམ་པ་ཅིག་ཆགས་འདུག་གོ་རོ། འདི་ངས། ཨེ་འདྲས་ང་རང་བསམ་ཚུལ་ལ་ཨེ་འདྲས་འདྲ་བོ་ཞིག་མཐོང་ཚོར་བ་སོང་ཚ་ད་ལྟ་ཇོ་ལགས་ཁྱེད་དེ་སྔའི་ཇོ་ལགས་གི་འདུག་ཟེར་ཡ་ཚོགས་འདུག་ཚོགས་ཀི་ཚོགས་ཀི་པ་རག་ལི་ཡ་འདུག་ལག་པ་རྐྱང་བྱེད་ནས་ཨ་ནི་ཀ་ཨེ་དེ་དེ་ཏག་ཏག་བྱེད་ཡ་ཁྲིམས་དང་བསྡད་ཡོང་མ་རེད་ལ་ང་རང་དྲན་གི་འདུར་བ་གཉིས་བ་དེ་ད་ད་ད་ད་ཁོ་རང་འདུག་མ་ཕེ་ཐུ་བརྩམས་པ་ལི་ཡ་ཨེ་ནི་ཨ་ཅག་ལགས་གཅིག་གི་རྒྱབ་ལོག་ནས་རྒྱ་མི་གསོ་བ་ལ་ཡ་ཞིག་འདུག་བ་དེ་བད་ཁོ་རང་ནོར་ཚ་རེད་བསམ་གི་འདུག་ངེད་ཀི་གང་ཡིན་ཟེར་ན་དང་པོ་དེ་ང་རང་ཚོ་བོད་རི་སྤུན་ཟླ་ནང་ཁུལ་གཅིག་བཅས་ལ་ཡ་ད་རྒྱ་མི་གསོ་བ་ལ་ཡ་ད་དེ་ཚོ་ད་བེད་ཁོ་རང་ཏག་ཏག་ཅིག་ཁྱོད་རྩ་བ་ཉིད་ནས་བསྡད་ཡོད་མ་རེད་བསམ་དགོས་འདུག་ཁོ་དམངས་གཙོ་གི་འགྲོ་སྟངས་བཅས་རེད་ཁོ། དམངས་གཙོའི་གི་ལམ་ནས་ཕ་ཆོ་ངོ་གི་ཞི་བའི་གི་ཐོག་ནས་ཅིག་ངོ་རྒོལ་ཅིག་བྱེད་དགོས་རེད་རྣམ་འགྱུར་ཅིག་སྟོན་དགོས་རེད་འདི་སྟོན་ཆོག་གོ་རུ་བ་ཨ་འདི་ལ་ཡ་ཅིག་ཡང་ཨ་ཅག་འདི་གི་ལེམ་སང་རྒྱ་མིའི་སོ་བ་རེ་ལབ་ནས་བཅུག་དེ་འདྲའི་ལ་དུ་ཙམ་པ་ལ་འདི་ཡང་གནས་ཚུལ་འདི་ཤུགས་ཆེན་པོ་ཆགས་དགོས་འོ་ར་འདི་ཡང་ཅིག་ཁུང་ཁའི་ར་སྤྲོད་ཅིག་མེད་བ་ཡིན་ན་འདི་ཡང་ཅིག་ང་རང་ཚོ་བུད་མེད་ནང་ཁུལ་ལ་ཡང་ཅིག་ཨ་ནི་ཅིག་འཆམ་མཐུན་མེད་པ་བཟོ་ཡའི་ད་འདི་འདྲའི་གི་གནས་སྟངས་ཅིག་ཆགས་དགོས་འོ་ར་ལ་ནི་ཞུ་ཡའི་ཡིན་ང་རང་གི་འདི་འདྲའི་ཐོངས་སུ་ལ་ནི་ཞུ་ཡའི་ཡིན་གསུམ་པ་དེ་ད་དེ་ལག་པ་རྐྱང་ག་འགྲོ་ཡའི་དེ་ཨ་ཅག་འདི་གི་ཚབ་བྱེད་ནས་ཨ་ནི་ད་ད་ཕོ་སང་གཉིས་གི་ཨ་ནི་དེ་ཇོ་ལགས་ཁྱེད་ངའི་ཅོག་ལ་དེ་ལ་དུ་ལག་པ་རྐྱང་ག་འགྲོ་གི་འདུག་བ་དེ་བེད་ཁོ་རང་ནོར་ཚ་རེད་ལ་ཡིན་གང་ཡིན་ཟེར་ན་ང་རང་ཚོ་དེ་འདྲ་དེ་དམངས་གཙོའི་རང་དབང་ལ་བསྡད་ཡོད་རེད་དམངས་གཙོའི་ལུང་པ་ལ་བསྡད་ཡོད་རེད་རོ། རང་དབང་ཅན་གྱི་ལུང་པ་ལ་བསྡད་ཡོད་རེད་ཨན་ད་ད་ད་དངོས་གནས་ཟེར་ན་དུས་རབས་ཉི་རྩ་གཅིག་ཆགས་བསྡད་ཡོད་རེད་ཅིག་ཁ་ནས་སྐད་ཆ་བཤད་ཡས་ད་དེ་འདྲས་མ་གཏོགས་ཅིག་ཨ་ནི་ལག་པ་སྐྱག་ག་འགྲོ་ཡས་དེ་ཚོ་ད་བེད་ཁོ་རང་ཐ་ཤལ་གྱི་ལས་ཀ་འདྲ་བོ་རེད་བསམ་གི་འདུག་ང་རང་ངོ་ནས་རེད་བ་འདིག་ཁྱོད་ནས་ཏག་ཏག་ཅིག་བསྡད་ཡོང་མ་རེད་བསམ་གི་འདུག་སོང་ཙང་ད་ལན་གྱི་ཨ་ནེ་དེའི་ཕ་གའི་མོན་སྐོར་གྱི་རྙོག་དྲ་འདི་སྐོར་ལ་ཡང་ང་རང་ངོས་ནས། སྡོམ་འདྲ་བོ་འདི། ད་ལྟ་ཇོ་ལགས་ཁྱི་དེ་ངས་བྱོས་ར་ཁོ་རང་གིས་ནུས་འདྲུ་ཆེན་པོ་ཆགས་ཏེ་འོད་རེ་ཁོང་འདུག་གི་འགྲོ་འདུག་འགྲོ་སྟངས་འགྲོ་ལུགས་འདི་ཁོ་རང་མ་ཤེས་པའི་ཐོག་ནས་ཁོ་རང་ཡར་ལངས་བྱས་ནས་ཨ་ནེ་ཅིག་ལག་པ་བརྐྱངས་བྱས་ནས་ཕ་གའི་ཨ་ནེ། Mike། ལ་ཡི་སྐད་ཆ་བཤད་དགའ་འགྲོ་བྱེད་འདི་ཚོ་ཅིག་ཏག་ཏག་ཅིག་ཡང་ཅིག་ཁྲིམས་དང་མཐུན་པ་ཅིག་མེད་ཙང་ཨ་ནེ་འདི་ཡང་ང་རང་ངོས་ནས་བསྟན་ཏེ་ནོར་རེ་བསམ་གི་འདུག་ཡིན་ན་ཡང་ཕ་གལ་ཡང་དམངས་སྐྱིད་ལ་ཡང་ལག་པ་ལ་ཁྲི་ཐག་ཁྱེད་བྱས་ནས་ཞི་བའི་ངོས་རྒོལ་བྱས་ནས་ཨན་གཅིག་ཁྲི་ཐག་ལ་ག་རེ་བྲིས་ཡོད་གི་འདུག་མི་དམངས་ལ་སྟོན་ཡན་དང་ཨནི་གང་སྐུ་མགྲོན་ལ་སྟོན་ཡན་དེ་ཚོ་ཏག་ཏག་འགྲིག་ཡོད་རེད་བསམ་གི་འདུག་དམངས་གཙོའི་གི་འགྲོ་སྟངས་འགྲོ་ལུགས་གི་ཆ་ནས་ཁོ་ཞི་བའི་ངོས་ནས་ཨནི་གཅིག་སོ་སོ་ངོས་ནས་གཅིག་སོ་སོ་གི་མངོན་འདོད་དེ་ག་རེ་ཡོད་པ་དེ་འདུག་སྨ་མི་ལ་ཡང་སྟོན་ཡན་དེ་འདི་ཏག་ཏག་བསྡད་ཡོད་རེད་བསམ་དགོས་འདུག་ང་རང་གིར་བ། ཨ་ནི། གསུམ་པ་དེ་ད་ལྟ་ཨ་ཅག་ལག་གི་འདུག་རྒྱ་མིས་གསོལ་བ་རེ་ལས་དེ་རྩ་བ་རྦད་ཁོ་རང་འདི་ཡང། ནོར་རེད་བསམ་དགོས་འདུག་དེ་འདྲའི་རྩ་བ་གཉིས་ནས་མ་བཟུང་ན་ཡག་པོ་རེད་བསམ་གི་འདུག་ག་ཅེ་ང་རང་ཚོ་བོད་རིགས་སྤུན་ཟླ་གཅིག་གཅིག་ལ་ཡང་འཆམ་མཐུན་བྱེད་དགོས་ར་མ་གཏོགས་དེ་འདྲའི་གསུང་བསྡད་ན་ཨ་ནི། འདི་ལ་རྒྱབ་རོགས་ལ་བསྡད་རྒྱུ་རྒྱ་མི་ལ་དགོས་ཡས་ཀྱི་ལག་ཆ་གཙོ་བོ་དེ་ཨ་ནི་ད་ག་རང་རེད་བ། ང་ཚོས་ཀྱི། ཨ་འདི་ཏག་ཏག་ཁོ་རང་ནི་ཅིག་ཁོ་ཚོ་གི་བེད་སྤྱོད་བྱེད་མོ་གོ་ཆ་ང་རང་ཚོ་བོད་རིགས་སྤུན་ཟླ་ཅིག་ཅིག་ནང་ལོལ་བེད་སྤྱོད་བྱེད་པ་འདྲ་བོ་མཐོང་སོང་ངེད་ཀྱི་རོ་ཨ། གསུམ་པ་དེ་ངས་ད་ག་ཞུས་ཚ་ཡིན་པ་ཨ་ནི་ད་ད་ཨ་ཅག་ལགས་དེ་གི་རྒྱབ་རྩ་བྱས་བྱས་ནས་ཕོ་སར་གཉིས་དེ་གི་ཨ་ནི་ད་ད་ཇོ་ལགས་ཁྱི་ངས་ཅོག་ལགས་དེ་ལ་འདུག་སྤ་ཞུ་ག་འགྲོ་གི་འདུག་ཨ་དེ་ཡས་པས་ཏག་ཏག་ཅིག་རྩ་བ་གཉིས་བསྡད་ཡོད་མ་རེད་བསམ་གྱི་འདུག་ཨ་ནི་ཅིག་གི། ལག་པ་བརྐྱང་ཡས་ད་དེ་འདྲས་བྱིན་ད་དུས་རབས་ཉུལ་རྩ་ཆེ་ཆགས་ཚར་ད་དེང་སང་དུས་ཚོད་མི་ཚང་མ་སློབ་སྦྱོང་ཡོད་ངེས་རེད་ཨ་ནི་ཅེ་སྐད་ཆ་བཤད་བྱེད་ནས་ཨ་ནི་འཆམ་མཐུན་བྱེད་ནས་གྲོ་བསྡུར་བྱེད་བྱེད་ནས་ཨ་ནི་བཀའ་མོལ་གནང་བྱེད་ནས་ཨ་ནི་ཅེ་གི་དཀའ་ངལ་ད་སེལ་ཡས་ཀྱི་ཐབས་ཤེས་བྱེད་ཁོར་མ་གཏོགས་ལག་པ་བརྐྱ་ཡས་ད་དེ་ཚོ་བེད་ཁོ་རང་སྙན་མ་ད་མི་རྙིང་པ་ད་མི་ལྐུགས་པ་འདྲ་བོ་གི་དེ་འདྲས་མ་གཏོགས་ཅིག་ཨ་ནི་དེ་འདྲས་བྱེད་ཀྱི་མ་རེད་བསམས་སོ། འདི་གཅིག་བཞུགས་བསམས་སོང་ང་རང་གི་རོ་བསམ་ཚུལ་དེ། ད་ཐ་མ་དེ་ལ་ང་རང་གིས་ད་འབོད་སྐུལ་ག་རེ་ཞུ་ཡོན་ལ་བ་ཡིན་ན་ད་ད་ལྟ་སྤྱི་ཚོགས་དྲ་ལམ་ནང་ལ་རྣམ་པ་ཚོ་མང་པོ་གཅིག་གིས་དངོས་གནས་ཆབ་སྲིད་གོ་རྟོགས་ཡག་པོ་ཡོད་ངེས་དེ་འདྲས་ཡོད་འདུག་ཆབ་སྲིད་ཐོག་ལ་དངོས་གནས་འགྲེལ་བཤད་ཡག་པོ་རྒྱག་ངེས་དེ་འདྲས་ཡོད་འདུག་པོད་མང་པོ་མཐོང་སོང་ངེད་ཀྱི་རོ་བ་དངོས་གནས། ཡིན་ན་ཡང། མང་ཆེ་བ་དགྲ་བོ་ཆེ་རྣམ་པ་ཚོགས་ཀྱི་ཕྱོགས་གཅིག་ལ་ལྷུང་བྱས་ནས་བཤད་ཉན་མ་གཏོགས་ཅིག་དངོས་གནས་ཕྱོགས་གཉིས་ཀ་པད་ཁོ་རང་བསམ་བློ་བཏང་བྱས་ནས་ཨ་ནི་སྐྱིད་ལ་བསྡད་ནས་གསུང་ངན་དེ་པད་ཀོང་པོ་རེད་ཞར་ལ་ནི་ཞུ་ཡས་ཡིན་ཨ་ནི་དམིགས་བསལ་གྱི་རྣམ་པ་ཚོགས་ཀྱི་ད་ལྟ་ཚིག་དང་འབྲེལ་བེད་སྤྱོད་མང་པོ་བྱེད་ཀྱི་འདུག་བ་དཔེར་ན་གཞི་རིམ་མི་དམངས་ལ་ཡས་དགྲ་བོ་དང་ཨ་ནི་དར་ནག་ཚོགས་པ་ལ་ཡས་དང་ཨ་ནི་ངན་པ་སླར་གསོ་ལ་ཡས་དགྲ་བོ་དང། ཚིག་དེ་ཚོ་དངོས་གནས་སོམས་སོ་སོ་ང་རང་ཚོ་སོ་སོ་མི་ལ་ཡས་དེ་འདྲའི་བེད་སྤྱོད་བྱེད་ཡས་དེ་ཡག་པོ་མ་རྟ་དེ། དཔེར་ན་ངན་པ་སླར་གསོ་ལ་ཡ་དེ་ཚོ་ག་ལ་བོར་སྐད་ཆ་དེ་ཚོ་དངོས་གནས་དོན་ཚིག་དེ་ཚོ་བསམ་བློ་ཡག་པོ་བཏང་བ་ཡིན་ན་དཔེ་ཆ་གི་ཚིག་རེ་དང་དེ་ཚོ་དངོས་གནས་ཚིག་དེ་ཚོ་ད་རྒྱ་རབས་ལུས་རྒྱུད་ནང་ལ་བེད་སྤྱོད་ཡག་ག་ལ་བྱེད་ཡོད་རེ་ད། མི་ཉམས་གོང་འཕེལ་དང་ཉམས་པ་སླར་གསོ་ལ་ནི། ང་རང་ཚོ་གི་སངས་རྒྱས་ཀྱི་བསྟན་པའི་གི་ཆོས་ཡང་དག་པ་དེ་ཚོ་དངོས་གནས་སུ་མི་ཉམས་གོང་འཕེལ་བྱེད་ཡས་ད་ཨ་ནི་ཉམས་པ་སླར་གསོ་བྱེད་ཡས་ད། ཚིག་འདི་འདྲ་ལ་བེད་སྤྱོད་བྱེད་དགོས་འོར་ད་ལྟ་ང་རང་ཚོ་དྲ་ལམ་ནང་ལ་ལྟ་དང་དེང་སང་གཅིག་གི་ཆབ་སྲིད་ཐོག་ལ་གཅིག་གི་ཞི་བོ་གཅིག་བཤད་ཀྱིན་ཡོད་དོ་མདོ་ཇི་སྙེད་དེ་ཚོ་གི། ཚིག་ཡག་པོ་དེ་ཚོ་དཔེ་ཁོ་རང། ཨ་ནི་གཅིག་གི་བེད་སྤྱོད་དཔེ་དེ་ལོག་པ་བཏང་གི་འདུག་བ་ངན་པ་སླར་གསོ་ལ་འདི་ཡི་བེད་སྤྱོད་བྱེད་ས་དེ་ང་རང་ཚོ་བོད་པའི་གི་མི་རིགས་ལ་བྱེད་ཀྱི་འདུག་བ་ངན་པ་སླར་གསོ་ལ་ནི། སོང་ཙང་དེ་འདྲའི་རྩ་བ་ཉིད་ནི་མ་གནང་རོགས་གནང་ལ་ནི་ཞུ་ཡས་ཡིན་འདི་ཚོ་ཐོག་ལ་རྣམ་པ་ཚོ་ངེས་པར་དུ་ཐུགས་བསམ་བཞེས་རོགས་གནང་ལ་ནི་ཞུ་ཡས་ཡིན། ཨན་ཅིག་ང་རང་ཚོ་བོད་རིགས་སྤུན་ཟླ། ནང་ཁུལ་ལ་ཅིག་ཅིག་ལ་ཨ་ནི་ཅིག་ཚིག་འདི་ཚོ་བེད་སྤྱོད་མ་བྱེད་རོགས་གནང་ལ་ཞུ་ཡས་ཡིན། ང་རང་ཚོ་བོད་རིགས་སྤུན་ཟླ་གཅིག་པ་རེད། ཨ་ནི་ཅིག། ངས་ག་དུས་ན་ཞུས་བསྡད་ཡོད། ང་རང་ཚོ་གི་ཅིག་གི། ད། སོ་སོའི་གི་མི་ལ་སོ་སོའི་གི་གུ་ཞབས་མ་བྱེད་བ་ཡིན་ན། མི་གཞན་པ་ཕྱི་ལོགས་ནས་གུ་ཞབས་བྱེད་མཁན་སུ་གཅིག་ལིག་མ་རེད་ལ་ནི་ཞུ་ཡས་ཡིན། སོང་ཙང། ང་རང་ཚོ་གི་མི་ལ་ང་རང་ཚོ་གི་མཐོང་བཀྲེས་ད། ང་རང་ཚོ་མི་གི་ང་རང་ཚོ་གི་ཆེ་མཐོང་བཀྲེས་ད། ཨ་ནི། འདི་མ་ཕྱི་བ་ཡིན་ན་ཨ་ནི་ང་རང་ཚོ་ད་ལྟ་བོད་བལ་གྱི་རྩ་དོན་འདི་དངོས་གནས་ཅིག་གནས་ཚུལ་ག་བ་ལེགས་ཀྱི་ཡོད་དམ་མེད་སུ་གཅིག་ཤེས་ཐུག་མ་རེད་ལ་ནི་ཞུ་ཡས་ཡིན་སོང་ཙང་རྣམ་པ་ཚོ་ངེས་པར་དུ་ཐུགས་རྗེ་གཟིགས་ཨ་ནི་ཅིག་སྤྱི་ཚོགས་དྲ་ལམ་ནང་ལ་ཅིག་གི་ད་ཆབ་སྲིད་ཐོག་ལ་བཤད་ངན་ཚོགས་གི་ཅིག་ཉམས་པ་སླར་གསོ་ལ་ཡས་ད་གཞི་རིམ་མི་དམངས་ལ་ཡས་དྲ་བོ་ད་ཨ་ནི་ཅིག་དར་ནག་ཚོགས་པ་ལ་ཡས་དྲ་བོ་ད་ངན་པ་སླར་གསོ་ཨེ་འདྲས་གི་ཚིག་བྱི་དོ་བ་དེ་ཚོ་རིག་ད་ཚོ་ཐུགས་རྗེ་ཟེར་བ་ནི་ཅིག་བེད་སྤྱོད་མ་བྱོས་རོགས་གནང་ལ་ནི་འབོད་སྐུལ་ཞུ་ཡ་ཡིན། གང་ཡིན་ཟེར་ན་ཚིག་འདི་ཚོ་བེད་སྤྱོད་བྱིས་བ་ཡིན་ན། ང་ཚོ་གིས་ང་རང་ཚོ་མི་དང་ང་རང་ཚོ་བོད་པའི་མི་རིགས་ལ་གནོད་ཡས་མ་གཏོགས་ཅིག་རྒྱ་ནག་ལ་དགོས་ཡས་ཀྱི་ལག་ཆ་དེ་ཏག་ཏག་ཅིག་ང་ཚོ་གིས་ནི་སྤྱི་ཚོགས་ནང་ལ་དུག་བེད་སྤྱོད་བྱས་བྱས་ནས་སོ་སོ་མི་དེ་ཡར་མར་དཀྲུགས་བྱས་ནས་ནི་ཅིག་མ་སྐྱིད་པ་ད་ནི་ཅིག་འདི་འདྲའི་བཟོས་ཡས་དེ་མཚམས་བཞག་རོགས་གནང་ལ་ནི་འབོད་སྐུལ་ཞུ་ཡ་ཡིན། ད་མང་པོ་ཞུ་མོ་གོ་བ་བྱེད་རོགས་ཨཱ་ནི། མཐའ་དོན་བདག་རང་ཡིན། ཨཱ་ནི་རྣམ་པ་ཚོ་སུ་ཡིན་ན་ད་ཅིག་མ་འོངས་པ་ཅིག་ང་རང་ཚོ་ཆབ་སྲིད་སྐོར་ཚོ་ལ་རྣམ་པ་ཚོ་ག་རེ་བཤད་ཡས་ཡིན་པ་ཡིན་ན་ཅིག་སོ་སོའི་མི་ལ་ཡ་ཅིག་སོ་སོའི་གི་ཨཱ་ནི་མི་ངན་དེ་འདྲའི་ལྟ་བྱེད་ནས་ཨཱ་ནི་ཅིག་འདི་ཐོག་ལ་ཡ་ཅིག་ཤོག་ཁ་སྒྲིག་བྱེད་ནས་དཔུང་སྒྲིག་ཡས་འདྲ་བོ་དང་ཡང་ཅིག་ཅིག་གི་རྒྱབ་རྩ་བྱས་བྱེད་ནས་བཤད་ཡས་འདྲ་བོ་དང་དེ་འདྲའི་རྩ་བ་ཉིད་ནས་མ་བྱེད་རོགས་གནང་ལ་ནི་ཞུ་ཡས་ཨཱ་ནི་ད་ལྟ་ད་མང་པོ་ཅིག་གི་ད་ལྟ་ང་ཚོ་སྤྱི་ཚོགས་ནང་ལ་གནས་ཚུལ་འདི་འགྲོ་བསྡད་ཡོད་རེད་ད་ལྟ་ཕ་གས་ལ་ད་ལྟ་མོན་གྷོ་ལ་ཡི་རྙོག་དྲ་ད་ག་རང་རེད་རྣམ་པ་ཚོ་མང་པོ་གཅིག་གི་ག་རེ་སུ་བྱི་གོ་སུ་འགོ་རེ་ལ་ན་མི་མ་གི་ད་ང་རང་ཚོ་ཆོས་དང་སི་ཁ་ཁ་གོ་འདུག་སུ་ཆོས་ལུས་གཅིག་བསྡུས་དེ་མོ་གོ་ལ་ནི་ད་ཁོ་རང་ཚོ་གི་འབོད་སྒྲ་དེ་འདི་རེད་དོ་ད་ད་ཕ་གི་ཚོགས་འདུ་ནང་ལ་ལས་ངན་ཚོགས་གི་ཨ་ནི་དེ་ཡིན་བ་ཁོ་འགྲོ་སྟངས་འགྲོ་ལུགས་ཅི་ཡོད་རེད་ང་ཚོ་ད་ད་དམངས་གཙོའི་ལུང་པ་ལ་བསྡད་ཡོད་རེད་བ་དམངས་གཙོའི་ལུང་པ་ལ་བསྡད་དུས་ཙམ་པ་ལ་ད་ད་དེ། ད་རྒྱ་དེ་གི་མིང་འདི་ཤེས་མ་སོང་དེའི་ནང་ལ་ད་ལྟ་ཁ་ཤས་ཅིག་གི་ད་ལྟ་ཁ་ཤས་ཅིག་གི་གསུང་གི་འདུག་བ་ཁོ་འགྲོ་སྟངས་འགྲོ་ལུགས་གི་ཆ་ནས་ང་རང་ཚོ་གི་ཨ་ནེ་ཅིག་འོས་ཤོག་གི་རྒྱུད་ནས་ཨ་ནེ་ཅིག་ང་རང་ཚོ་འོས་ཤོག་འཕེན་ཡ་ཡོད་རུ་བ་དངོས་གནས་གསུམ་རྒྱ་ཆེ་མི་མང་གི་རྒྱལ་སྲིད་ཆོས་ལུགས་སྤྱི་འཐུས་དུ་མོ་གོ་ལ་བ་ཡིན་ན་ང་རང་ཚོ་པེ་ཏི་ཤན་པེ་ཏི་ཤན་འདུས་བྱས་ན་འགྲིག་གོ་རུ་བ། མི་ག་ཚོད་ཀྱི་འདོད་གི་འདུག་མི་ག་ཚོད་ཀྱི་འདོད་པ་ཡོད་མི་ག་ཚོད་ཀྱི་འདོད་པ་མེད་ཟེར་ནས་འདུག་སུ་མ་མོས་ཐག་གཅོད་བྱས་ཟེར་ནས་ཀོ་འདུག་ཟེར་ནས་མ་ཨ་ནི། གཞུང་འབྲེལ་ཐོག་ནས་འདུག་སུ་མ་མ་མོས་ཐག་གཅོད་བྱས་ཟེར་ནས་འོས་བསྡུ། འོས་བསྡུ་བྱས་ཟེར་ནས་མ་མོས་ཐག་གཅོད་ངོས་ནས་ཨེ་འདུག་སུ་མ་ཐག་བཅད་བཤད་ན་ཀོ་དེ་ལ་ཅིག་གི་སྒྲ་འཁྲུག་པ་མེད་པའི་ཐོག་ནས་མང་བ་དང་ཉུང་བ་ཀྱི་འདུག་ཟེར་ནས་ཐག་གཅོད་བྱས་ཟེར་ནས་ཨེ་འདུག་སུ་མ་འགྲོ་བཤད་ན་འགྲིག་འདུག་བ་ད་འདི་ལ་ལེམས་སང་གཅིག་གིས་གཅིག་གི་རྒྱབ་རྩ་བྱས་བྱས་ནས་ཨ་ནི་བེ་ཁ་ཤའི་ཆུ་ལུད་སྐྱིད་སྡུག་གི་རྒྱབ་རྩ་བྱས་བྱས་ཁ་ཚ་གཞི་རིམ་མི་དམངས་ཀྱི་རྒྱབ་རྩ་བྱས་བྱས་ནས་ཨ་ནི་ཅིག་གིས་འདི་ཐོག་ལ་ལུང་པ་གང་གཅིག་བཤད་བསྡད་ན་ཨ་འདི་གནོད་ཡན་མ་དོ་ཅིག་ཕན་ཡན་ངེད་ཀྱིས་ཕན་ཀ་མ་ཅིག་ཡོད་མ་རེད་བསམ་གྱི་འདུག་ད་སོང་ཙང་མང་པོ་ཞུ་མི་གོ་བ་བྱས་རྣམ་པ་ཚོ་གལ་ཆེ་ཤོས་དེ་ཨ་ནི་ཅིག་གིས་ས་གནས་ག་བ་ཞུས་ཡོད་པ་ཡིན་ན་རེད་ང་རང་ཚོ་བོད་རིགས་སྤུན་ཟླ་ནང་ཁུལ་གཅིག་གཅིག་ལ་འཆམ་མཐུན་གནང་རོགས་གནང་ཨ་ནི་ཅིག་གིས་བྱུང་ན་གཅིག་ང་རང་ཚོ་གི་གཅིག་བོད་རི་སྤུན་ཟླ་གཅིག་གཅིག་ལ་ཕན་ཐོག་རོགས་ན་ཕན་མ་ཐོག་བ་ཡིན་ན་སྣོན་མ་སྐྱེ་རོགས་ན་ལ་འབུ་སྐུལ་ཞུ་ཡ་ཡིན་ལ་སོ་ད་སྐད་ཆ་མང་པོ་འདྲ་བོ་ཆགས་སོང་ཨན་ད་དོན་རྒྱ་བ་དུན་གི་བདག་པོ་ཐམས་ཅད་མཁྱེན་པ་གཟིགས་པ་ཆེན་པོ་མཆོག་སྐུ་ཚེ་ཡུན་རིང་གནས་པ་དང་ཨན་བོད་དོན་བདེན་མཐའ་མྱུར་དུ་ཐོབ་པའི་སྨོན་འདུན་དང་བཅས་ད་རིང་གི་བརྙན་ཐུང་འདི་ང་ད་ག་རང་འཚམས་བཞག་ཡིན་ཨན་བརྙན་ཐུང་རྗེས་མ་ལ་མཇལ་ཡོང་ཐུ་ཆེ་ན།